རྣམ་མ་ལྷན་སྐྱེས་ལ་བཀྲ་ཤིས་བདེ་ལེགས། དེ་རིང་ངའི་ཐ་སྙད་འདི་སྦྱང་ཡིན། ཚོགས་སྐྱོང། ཚོགས་སྐྱོང་ཟེར་གྱི་དོན་དག་འདི་ངས་ཤེས་གསལ་ལ། ས་ཡོམ་ཡང་མིན་ན། ཚོགས་རོང་གི་རྐྱེན་པས། རྒྱ་མཚོའི་ནང་ལོགས་ཀྱི་བག་ལབ་དེ། དྲག་པོ་མཐོ་པོ་ཆགས་ནས། ཚོགས་ཁག་ལ་བརྒྱབ་ཡོང་པའི་དོན་དག་རེད། དྲ་ལམ་ནས་ལེན་པའི་པོད་བཅུ་སྟེ། ཐའེ་ཝན་གྱི་གསར་འགྱུར་ཁག་ཏུ། རི་པིན་གྱི་ལོགས་བརྒྱུད་ཟིན་ཐོར་བཀོད་པའི་ཚོགས་འཁྱོམ་ས་ཡོམ་ཨང་དང་པོ་དང་འཛམ་གླིང་གི་ཨང་ལྔ་པ་ཡིན་ཟེར་གྱི་འདུག་ངོ་མ་ཆུ་རླབས་ཀྱིས་བདས་པའི་ཁོའོ་རི་དཱ་ནི་རིལ་མ་ཆུ་ཡིས་བདས་པ་དང་གཅིག་པ་རེད། དཔེ་བརྗོད་གཞན་པ་སྟེ། ཟླ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན། བཅོ་བརྒྱད་ནིང་གི་ཕྱི་དྲོར། ཐའེ་ཝན་གྱི་གྲོང་ཁྱེར། ཐའེ་པེ། གཡུ་འབྲུག། རི་བོ་དགོན་པའི་ཚོགས་ཁང་དུ། ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པའི་གོ་སྒྲིག་འོག་ཉེ་ཆར་ཉི་ཧོང་ནས། ཉི་ཧོང་ནང་ས་ཡོམ་དང་ཚོགས་སྐྱོང། ནི་འདུར་གློག་ཁང་འབར་གས་སོགས་ཀྱི་གནོད་འཚེ་ཚབས་ཆེན་ཚབས་ཆེན་ཐེབས་པའི། འདས་གསོན་བདག་གི་ཆེད་དུ། བྱམས་བརྩེ་ར་རྒྱས་མཚམས་མེད་བརྩེ་བ་སྣོད་ཁུག་ཏུ་བསྐྱལ། ཞེས་པས་དབུ་བརྗང་འོག་བསྔོ་སྨོན་གསོལ་འདེབས་རྒྱ་ཆེན་པོ་ཞིག་གནང་ཡོད་འདུག་ངས་སོ་སོར་བཟོས་པའི་དཔེ་བརྗོད་འདི། ང་ཚོས་ཁམས་པ་དེ་ཚོ་མཐའ་ལ་གནས་གཙང་ཚོགས་འཁྱོམ་ཡོང་དུས་ཁམས་པ་དེ་ཆུ་རླབས་ཀྱི་སྟོབས་ཤུགས་ལ་ཨར་མ་བརྟེན་པ་བྱས་ནས་བརྡབ་སྐྱོན་ཤོར་བ་རེད། སྟག་ལེབ་པ་ཞིག་ལ་སྐབས་དེ་དུས་ང་དང་ནང་མི་ཚང་མ་རི་གང་ལ་འཁྱམས་འགག་ཕྱིན་པ་ཡིན་ཙང། ང་ཚོས་གཟུགས་པོ་ལ་སྐྱོན་ཆ་སྤུ་ཙམ་ཡང་བྱུང་མེད། ལགས་སོ་གལ་སྲིད་ནོར་འཁྲུལ་འདྲ་ཤོར་ར་ཡིན་ན་འཛེམ་ཟོན་མ་བྱེད་པར་ང་ལ་ནོར་རྗེ་བྱེད་རོགས། ཐུགས་རེ་ཆེ་བཀྲ་ཤིས་བདེ་ལེགས།